ཐོག་ཆེན་ཀུན་སློང་སྙོམས་པའི་བཅོམ་ལྡན་འདས་མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་སྲིད་དུ་གསུམ་གནས་སའི་སངས་རྒྱས་མན་ཇི་ལ་བིནྡུ་ར་ཡི་འོད་ལ་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་བསལ་བར་ཤོག། རྒྱ་ཆེའི་གཟིགས་པ་པོ་ཡོངས་ལ་གུས་པ་སྨོན་པ་ལྟར་རང་ངོས་ནས་ལྷ་དགའ་བསང་ཞུ་བ་ཡིན་རྣམ་པ་ཚང་མ་སྐུ་གཟུགས་གསལ་དངས་ནི་གུས་པ་བདེ་པོ་ཡིན།

དེ་ནི་ད་ཅིག་དུས་ད་རྣམ་པ་ཀུན་ཏུ་འཕགས་པ་སྤྱན་རས་གཟིགས་ཀྱིས་གསུང་བ་ན་བཞིན་དེ་རིང་ལྷ་ཁང་ཆགས་ཀྱི་ཡོད། ལྷ་ཁང་ཆགས་ཀྱི་ཡོད་དུས་ད་ནས་ཉིན་ལྟར་གཞན་ལ་གནོད་མ་སྐྱེལ། ཨེ་ནི། ཕན་མ་གཏོང་ནས་གཞན་ལ་གནོད་མ་སྐྱེལ་གསུང་ཡ་དེ། ད་ཅིག་ང་ནམ་རྒྱུན་དུ་ང་རང་གིས་ཅིག་སེམས་གཏིང་ལ་བཞག་ནས་ལས་ཀ་བྱེད་ཡག་གི། འབད་བརྩོན་ཞུས་བསྡད་ཀྱི་ཡོད་རེད་བ། དེ་འདྲ་སོང་ཙང་ད་དེ་རིང་གི་དུས་ཚོད་འདི་དང་བསྟུན་ནས་ང་ཁ་སང་གི་བརྙན་ཐུང་འདི་ནང་ལོགས་ལ་མང་པོ་གཅིག་སྐུ་ངལ་གྱི་འཕྲད་བཞག་ད་དེ་ཁག་མི་འདུག་དེ་འདྲ་སོང་ཙང་ཐོག་མར་གུས་པས་རྣམ་པ་ཚང་མ་ལ་འདི་གང་མང་མང་བགྱི་གུ་ན་རོགས་ན་ཨེ་ནས་ཅིག་གཞན་ལ་ཕན་མ་ཐོགས་ནས་གནོད་མ་བསྐྱེད་གསུང་བའི་དེ་ཅི་དགོངས་པ་ལྟར། རྣམ་པ་ཚོས་ཕན་ཐོགས་ཡག་གི། རླབས་ཆེན་གྱི་བྱ་བཞག་འདི་ཡོད་རེད། དེ་ཚོ་རྣམ་པ་ཚོ་ཡིན་གཅིག་མིན་གཅིག་ཕྱག་ལེན་ཅི་གནང་ཐུབ་ཡོད་ན་ཏན་ཏན་ཕན་ཐོགས་ཆེན་པོ་ཡོད་རེད་རོ། ད་འདི་འདྲའི་གི་བརྙན་ཐུང་འདི་འདྲའི་གི་མི་མང་པོ་གི་ཚེ་སྲོག་ད་སྲོང་སྐྱོབ་བྱེད་ཐུབ་ཡོད་རེད། དེ་ཡིན་དུས་ད་ནི་ད་ང་ཚོ་གི་ཁ་སང་གི་བརྙན་ཐུང་འདིའི་ནང་ལོགས་ལ་མང་པོ་གཅིག་གི་རིན་ཆེན་མང་ཇོ་རག་གི་མི་འདུག་ད་ལྟ་མཆན་ནང་ལས་ལས་བསྡད་ཀྱི་འདུག་ཨེ་ནི་ང་ལ་ཁ་པར་ལས་བསྡད་ཀྱི་འདུག་དེ་འདྲ་སོང་ཙང་ད་ང་རང་གི་ངོས་ནས་ཨེ་ནི་རྟ་ར་སུ་རིན་སྨན་ཁང་གི་ངོས་ནས་ཨེ་ནི་རིན་ཆེན་མང་ཇོ་ད་ཅིག་ང་རང་ལ་ཡོད་པ་ནང་བཞིན་ཅིག་ངས་ག་པར་ཡིན་ནས་ཕུལ་གྱི་ཡོད། ཕྱི་རྒྱལ་ཡིན་ནས་རེད་རྒྱ་བལ་འབྲུག་གསུམ་ག་པར་ལ་མངགས་ཀྱི་ཡོད་པས་ནས་ངས་བཏང་གི་ཡོད་ཨེ་ནི་རྣམ་པ་ཚོ་ལ་དགོས་གལ་ཡོད་ཚེ་དགོས་གལ་མཆིས་ཚེ་ཨེ་ནི་གུས་པས་ནི་ཁ་པར་ཨང་གྲངས་འདིའི་ཐོག་ལ་འབྲེལ་བ་གནང་རོགས་གནང་བ་དེ་ལ་ག་ཚོད་གུ་གུ་དུ་ནས་ངས་ཕུལ་ཐུག་གི་རེད་ར། དེ་ཡང་སྔར་དུ་ནས་གསུང་རོགས་གནང་རོགས་གནང་ཨེ་ནི་ང་ཡིན་ནས་སྨྲེ་སྔགས་སར་ཡང་སྔགས་ཡང་དང་དེ་འདྲའི་ཁྱད་པར་ཡོད་རེད་སྨྲེ་མཚན་ལྡན་རང་རེད་ར་དེ་ཅིག་ཞུ་འདོད་བྱུང་སོང། ཨེ་ནི་ད་ད་ལྟ་གལ་ཆེ་ཤོས་ཅིག་ད་འཛམ་བུ་གླིང་ལ་ད་ལྟ་ཀོ་བིད་བཅུ་དགུ་གི་གང་འདྲ་དཀའ་ངལ་ཞོ་ཅི་འཕྲད་ཀྱི་ཡོད་རེད་དེ་འདྲ་སོང་ཙང་ང་རང་ཚོ་བོད་ཕྱི་ནང

རྣམ་པ་ཚོ་ལ་ཕན་ཐོགས་ཡོང་གི་རེད་ར། དུས་ཐོག་ཏུ་གཅིག་དྲང་ཚང་དེ་འདྲ་བྱུང་བ་ཡིན་ན་དེ་ནི་སྨན་གྱི་སྟངས་བཞག་པ་ཡིན་ན། དཔེར་ན་རིན་ཆེན་མང་ཆུང་ལྟ་བུ་ཡིན་ན་དེ་ནི་མུར་བཞག་པ་ཡིན་ན་འགྲིག་གོ་དཔེར་ན་ང་དུས་དང་རྣམ་པ་ཀུན་ཏུ་ད་ངས་ད་ལྟའི་ཀོ་བིར་གྱི་སྐབས་འདི་ལ། དུས་ངན་གྱི་སྐབས་འདི་ལ་ངས་རིན་ཆེན་སྨན་མང་པོ་ཞིག་མུར་བསྟེགས་ཀྱི་ཡོད།

དེ་འདྲས་སོང་ཙང་ཨེ་ནི་རྣམ་པ་ཚོ་སྨྲའི་སྒོ་གུ་དུ་ན་ང་ལ་གསུངས་ཞུ་རོགས་པ། འོ་དེ་འདྲས་ཞུ་འདོད་བྱུང་སོང་ཨེ་ནི་རྣམ་པ་ཚོ་ལ་རེ་བ་ཞུ་ཡ་དེ་རྣམ་པ་ཚོ་འདི་གང་མང་མང་ཞིག་བརྒྱུད་སྐུལ་གནང་རོགས་ན་ཨེ་ནི་གལ་ཆེ་ཤོས་དེ་ཕག་ཚོ་ཕེ་དུས་ཁ་རས་བསྐྱོན་རོགས་ན་རབ་སོང་རབ་ལོ་བྱུང་པ་ཡིན་ན་ཨེ་ནི་ཆོ་ཡོད་ལ་མ་ཡོད་མ་ཕེ་རོགས་ན། དེ་ནས་ལུས་ལ་ནད་ཀྱི་མངོན་སྟངས་ཕྲན་ཙམ་ཅིག་བྱུང་པ་ཡིན་ནས་ལམ་སང་སྨན་བྱོས་རོགས་ན། དུས་ཐོག་ཏུ་སྨན་བཅོས་གནང་རོགས་ན་དུས་ཐོག་ཏུ་སྨན་བཅོས་གནང་ཡིན་ན་ང་ཚོའི་ཚེ་སྲོག་འདི་ན་ཚ་འདི་གི་འཕྲོག་གི་མ་རེད། འོ་འདི་རེད། ད་ད་ད་དེ་སྔ་དང་ད་ལྟའི་པར་རུ་ལ་ན་ཚ་ཡོ་ངན་གྱི་དགོས་ངན་གྱི་ད་མང་པོ་ཅིག་ཆགས་ཡོད་རེད་དེ་མིའི་ཚེ་སྲོག་དེ་ནི་ཉུང་རུ་ཤོར་གི་ཡོད་ཉུང་ཙམ་དུ་ཤོར་གི་ཡོད་དེ་སྔ་ལས། འདི་ག་རེ་ཟེར་ན་ང་ཚོ་ཉམས་མྱོང་རེད། དེ་སྔ་མི་ཚོགས་ཀྱི་དོ་སྣང་བྱེད་ཀྱི་ཡོད་མ་རེད་ད་ད་ད་དོ་སྣང་བྱེད་དུས་ཐོག་མེད་ཅིག་བྱས་པ་སོང་ཙང་ཁྱེད་རང་ཚོ་གི་ཚེ་སྲོག་དེ་སྐྱབས་ཐུབ་གི་ཡོད། འདི་ངས་ནམ་རྒྱུན་དུ་ཞུས་ཏེ་ཡོད་རེད་དུས་ཐོག་མེད་འཇོན་བྱེད་རོགས་བྱེད་དུས་ཐོག་མེད་འཇོན་བྱེད་རོགས་བྱེད། འོ་འདི་གལ་ཆེན་པོ་ཤོས་ཅིག་རེད་དཔེར་ན་ང་རང་ཚོ་ཞིང་པ་ལྟ་བུ་ཅིག་ཆགས་བཞག་པའི་ནས། ཆར་པ་འགོ་བའི་དུས་དེ་ལ་ཆར་པ་ཅིག་བབས་ཡིན་ན་སྟོན་ཐོག་ཡག་པོ་སྨིན་གི་རེད་བ། ཨན་ཆར་པ་འགོ་བའི་དུས་ལ་ཆར་པ་མ་བབས་པ་ཆེད་ཨན་ཉི་མ་བཅོ་ལྔ་ཉི་ཤུ་ཅིག་ལ་ཆར་པ་མོ་འགོ་བའི་དུས་ལ་ཆར་པ་བབས་ཡིན་ནས། ཨན་སྟོན་ཐོག་དེ་གི་འབྲས་བུ་སྨིན་ཐུག་མི་འདུག་འོ་འདི་ནང་བཞིན་ན་ཚ་འདི་ལ་ཡིན་ནས་ཟོག་པོའི་ནང་ལ་སླེབས་པ་དང་ཉི་མ་དང་པོ་གཉིས་པ་ལ་སྨན་བཅོས་བྱེད་ཐུབ་པ་ཡིན་ན། ཁྱེད་རང་ཚོ་ལ་དཀའ་ངལ་ཡོད་མ་རེད། འོ་ད་ཉི་མ་དྲུག་བདུན་འགྲོ་ཡིན་ན་མི་མང་པོ་གཅིག་ལ་དཀའ་ངལ་འཕྲད་དགོས་མི་མང་པོ་གཅིག་ལ་དཀའ་ངལ་འཕྲད་དགོས་མ་རེད། འོ་འདི་སོང་ཙང་དེ་འདྲ་བའི་དཀའ་ངལ་དེ་མ་འཕྲད་ཡ་ཆོད་དུ་སྔ་ས་ས་ནས་གྲ་སྒྲིག་གནང་རོགས་གནང་ངས་འདི་ཞུ་བདེ་པོ་ཡོད་རེད། ཐོག་ཅི་ཆེ།